ངོ་བཀྲ་ཤིས་བདེ་ལེགས། དེ་རིང་ང་ཚོ་རྒྱལ་སྲས་ལག་ལེན་གསོལ་སྟོན་མའི་སློབ་ཚན་གྱི་སློབ་ཐུན་སུམ་ཅུ་སོ་ལྔ་པ། རྩ་བའི་ཞོ་ལོ་ཀ་སུམ་ཅུ་སོ་ལྔ་པ། ནས་རྙེད་བཀུར་དབང་གིས་ཕན་ཚུན་གཙོས་འགྱུར་ཞིང། ཐུགས་གསུམ་བསྒོམ་པའི་ཆ་བ་ཉམས་འགྱུར་དཔེ། མཛའ་བཤེས་ཁྱིམ་དང་སྦྱིན་བདག་ཁྱིམ་རྣམས་ལ། ཆགས་པ་སྤོང་བ་རྒྱལ་སྲས་ལག་ལེན་ཡིན།

ཆགས་ཞེན་བྱེད་ཀྱི་ཡོད་མ་རེད། དེ་འདྲ་གི་ཆགས་སེམས་སྤོང་དགོས་པ་རེད་ཟེར་དེ་རེད། ཨ་ནི་གསུང་སྟངས་ཡིན་ན་བསྙེན་བཀུར་དབང་གིས་ཕན་ཚུན་བརྩོད་འགྱུར་ཞིང། ག་རེ་གསུང་གི་ཡོད་པ་རེད་ལབ་ན་རྙེད་པ་རྒྱུ་ནོར་ལོངས་སྤྱོད་དང་ཨ་ནི་གཞན་པ་གི་རང་ལ་བཀུར་བསྟོད་ཅིག་ཡོང་གི་ཡོད་པ་དེ་ལ་ཆགས་པ་ཆེ་དྲགས་ན་ག་རེ་ཡོང་གི་རེད་ལབ་ན་ཕན་ཚུན་བརྩོད་འགྱུར་ཞིང། ཕན་ཚུན་བརྩོད་འགྱུར་ཞིང་ལབ་དུས་དམ་པའི་ཆོས་ཉམས་སུ་ལེན་མཁན་གྱི་བླ་མ་དགེ་བའི་བཤེས་གཉེན་ཡིན་ན་རེད་སྤྱིར་བཏང་གི་གྲྭ་བ་དཀྱུས་མ་ཡིན་ན་རེད་ཡང་ན་དམིགས་བྱ་ཆོས་ཉམས་སུ་ལེན་མཁན་ཡིན་ན་རེད་གང་ལྟར་ཀྱང་ཨ་ནི་རྙེད་པ་རྒྱུ་ནོར་ལོངས་སྤྱོད་དང་གཞན་གྱི་ཚུར་ལ་བསྐུར་བསྟོད་བྱེད་ཡོང་གི་ཡོད་པ་དེ་ལ་ཆགས་པ་ཆེ་དྲགས་ན་ཕན་ཚུན་ལ་རྩོད་པ་བརྒྱབ་ཀི་རེད། རྩོད་པ་ག་འདྲའི་བརྒྱབ་དགོས་ར་ལབ་ན་དཔེར་ན་ངའི་དགེ་ཕྲུག་ཁྱེད་རང་གི་དགེ་ཕྲུག་ངའི་སྦྱིན་བདག་ཁྱེད་རང་གི་སྦྱིན་བདག་ཨ་ནི་སྦྱིན་བདག་གི་པའི་རྒྱུ་སྟོབས་ཆེ་ཆུང་རྒྱུ་ཆེ་ཆུང་དེ་འདྲས་བཟོ་གི་རེད། ངའི་སྦྱིན་བདག་དེ་ཁྱེད་རང་གི་སྦྱིན་བདག་བྱེད་ཆོག་གི་མ་རེད་ཁྱེད་རང་གི། ངའི་དགེ་ཕྲུག་ཁྱེད་རང་གི་དགེ་ཕྲུག་བྱེད་ཆོག་གི་མ་རེད་ཟེར་ཡ་འགྲོ་དེ་འདྲ་གི་ད་ང་ཚོ་པའི་བསམ་བློ་མང་པོ་ཞིག་ཡོད་རེད་ད་སྤྱི་ཚོགས་ནང་ལོགས་ན་ཨོ་དེ་ཚོ་གསུང་གི་ཡོད་པ་རེད་ཨོ། ཕན་ཚུན་རྩོད་ཟེར་འདུག་བ་རྩོད་སྟངས་དེ་ལ་ཡང་མང་པོ་ཡོད་རེད་སྦྱིན་བདག་བཙལ་བ་དང་ཨ་ནི་དགེ་ཕྲུག་བཙལ་བ་ཙམ་གྱི་ཚད་གི་མ་རེད་ཨ་ནི་རྒྱུ་སྟོབས་ཆེ་ཆུང་དཔེར་ན་ངས་ང་ལ་དཔེ་ཆ་སྒོར་མོ་སྟོང་ཕྱིར་སྟོང་ཕྱིར་གཅིག་གཅིག་གཅིག་ཡོད་རེད་སྟོང་ཕྱིར་དེ་གི་ངས་ལྷ་ཁང་གཅིག་གཅིག་གཅིག་བཞེངས་བཞག་པ་རེད་ཨ་ནི་མཆོད་རྟེན་ཆེན་པོ་གཅིག་བཞེངས་ཡོད་རེད་སྐུ་འདྲ་ཆེན་པོ་ཞེ་བོ་གཅིག་བཞེངས་ཡོད་རེད་ཨ་ནི་ཁྱེད་རང་གི་ག་གེ་ཀྱང་ཅིས་མི་འདུག་བ་ཟེར་ཡ་འདྲ་བོ་དེ་འདྲའི་གི་དཔེ་རྒྱུད་དཔལ་འབྱོར་ལ་བརྟེན་པའི་འགྲན་རྩོད་འཐབ་རྩོད་ཡང་ཧ་ཅང་མང་པོ་ཞིག་ཡོད་པ་རེད། འོ་ད་སྤྱི་ཚོགས་ནང་ལ་དེ་གནས་སྟངས་དེ་དཔེ་མང་པོ་ཡོད་པ་རེད། འོ་དེ་ཚོ་ག་རེ་བྱེད་དགོས་རེད་ལབ་ན། ཕན་ཚུན་རྩོད་པ་བྱེད་པ་ཙམ་མ་ཟད། ཨ་ནི་ཐུགས་བསམ་སྒོམ་པའི་ཆ་བ་ཉམས་གྱུར་བས། དེ་འདྲ་གི་འཐབ་རྩོད་ཀྱི་འགྲན་རྩོད་ཀྱི་འོ་དེ་འདྲ་བཟོ་ཡོང་དུས། དམ་པའི་ཆོས་ལ་ཐུགས་པ་དང་བསམ་པ་དང་སྒོམ་པ་བྱེད་པའི་ཨ་ནི་ཆ་བ་དེ་ཚོ་མ་ཉམས་འགྲོ་གི་ཡོད་པ་རེད། ཡིན་ཙང་ཉམས་འགྲོ་གི་ཡོད་པ་ཡིན་ཙང། ཨ་ནི། མཛའ་བཤེས་ཁྱིམ་དང། མཛའ་བཤེས་ལབ་སྟེ་སོ་སོའི་སྤུན་སྤུན་མཆེད་ཀྱི་ཁྱིམ་ཚང། ཡང་ན་སོ་སོའི་ཕ་མ་གི་ཁྱིམ་ཚང། ཨོ་དེ་ཚོ་ལ་ཡང་ཆགས་ཞེན་ཅི་བྱས་ཡོད་མ་རེད། ཨ་ནི། སྦྱིན་བདག་ཁྱིམ་རྣམས་ལགས། སྦྱིན་བདག་ཨ་ནི་ང་ཚོ་ཆོས་སྒྲུབ་མཁན་ཅིག་ཡིན་ན་དེ་ལ་སྦྱིན་བདག་ཅིག་གང་ལྟར་ཡོང་གི་འདུག་བ། ཨོ་ད་པས་སྦྱིན་བདག་བཙས། ཨ་ནི་དེའི་སྦྱིན་བདག་གི་ལག་པ་ནས་པའི་རྒྱུ་ཆེན་པོ་ཅིག་པད་ཤ་མང་པོ་ཅིག་རག་ཡ་ལ་སོགས་པ་དེ་འདྲས་ལ་བསམ་བློ་བཏང་སྟེ་དེ་འདྲ་གི་ཆགས་ཞེན་བྱེད་ཀྱི་ཡོད་མ་རེད། ཨོ་དེ་འདྲ་གི་མཛའ་བཤེས་ཀྱི་ཁྱིམ་དང་སྦྱིན་བདག་གི་ཁྱིམ་རྣམས་ལ་ཨ་ནི་ཆགས་ཞེན་སྤོང་བ། དེ་རྒྱལ་སྲིད་བསྐྱངས་ཆོས་སེམས་དཔའ་རྣམས་ཀྱི་ཉམས་ལེན་ཡིན། ཨོ་རྩ་ཚིག་གི་ནང་དུ་མདོར་བསྡུ་ན་དེ་འདྲ་ཞིག་རེད།